བརྙན་ཐུང་འདི་གསན་གཟིགས་གནང་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ། གུས་པས་ཡ་དེ་རིང་དེབ་ཆུང་གསར་པ་ཞིག་གི་སྐོར་ལ་ཡ་འགྲེལ་བཤད་ཞུ་རྒྱུ་ཡིན། ཨ་ནི་དེབ་ཆུང་གསར་པ་དེ་ཡ་སྤྱི་ཐང་ད་ཉིས་སྟོང་ཉི་ཤུ་ལོར་བསྟུན་པ་རེད། ད་ཡིན་ན་གྲོགས་པོ་མོ་པོ་གཅིག་གིས་དེའི་སྐོར་ལ་བརྙན་ཐུང་གཅིག་བཟོས་གནང་ན

ཆ་དེ་ཡོད་རེད་ད་དེའི་སྐོར་ལ་ངས་གུས་པས་ཡ་འདྲི་ཞིག་དྲན་པའི་བརྗོད་ཞུ་བ་ཡིན་ན་ད་ཤེས་ཡ་དེ་མང་པོ་ཡོད་རེད་དེ་ཡིན་ན་ཚིག་མཛོད་འདི་ངོ་སྤྲོད་དེ་མ་ཅིག་ཞུས་བཞག་པ་ཡིན་ན་ད་གསལ་པོ་ཡོང་གི་འདུག་བསམ་སང་མདོར་བསྡུས་གནད་བསྡུས་གསལ་པོ་ཡོང་གི་འདུག་བསམ་སང་བྱུང་ཨ་འདི་ཅེས་ངོ་སྤྲོད་འདི་མ་ཅིག་སྙན་སྒྲོན་ཞུ་ཡ་ཡིན། ཨ་ནེ་ཚིག་མཛོད་འདི་ངོ་སྤྲོད་མདོར་བསྡུས། དམ་ཆོས་གསུང་རབ་བྷ་ཡོ་གྱི་དབྱིན་ཝུའི་ཚིག་མཛོད་གསར་མ་ཞིག་པར་འདོད། དམ་ཆོས་གསུང་རབ་བྷ་ཡོ་ཡིག་བསྒྱུར་སྐབས་སུ་དམ་ཆོས་མ་ཡིག་གི་ཐ་སྙད་རྣམས་བོད་སྐད་དུ་བེད་སྤྱོད་ཀྱིས་བསྡེབས་པ་དང་གོ་དོན་མི་འཁྲུགས་པའི་དོ་སྣང་བྱས་ནས། གོ་དོན་མི་འཁྲུགས་པའི་ཕྱིར། དོ་ནན་བྱས་ནས་བསྒྲིགས་པ་ཞིག་ཡིན། འདིའི་ས་བཤད་སྙིང་བསྡུས་ལ་ཐུགས་སྣང་གནང་བ་ཞུ། ད་ལྟའི་ཚིག་མཛོད་དེ་ཡང། སྤྱི་བཏང་དམ་ཆོས་གསུང་རབ Bible། རྒྱུད་བྷི་ཤཱི་དང་རྒྱུད་ཡུལ་མི་རིགས་དང་ཡེའུ་མི་རིགས་དང། ཡེ་ཤུའི་ཆོས་ལུགས་མཛད་མཁན་རྣམ་པའི་བཀའ་འགྱུར།

ཟླ་གཉིས་སྟོང། དེ་ལོ་བཅུ་གཉིས་ཚར་བཅད་འགོ་ཡོད་རེད་ད་དེའི་ནང་ཐ་སྙད་དེ་གའི་ཟག་བཅས་མ་དེ་རིམ་པས་བྱུང་ནས་ད་ལྟ་ཚིག་མཛོད་ཆུང་ཆུང་དེ་བྲིས་པ་ཞིག་རེད། ཨ་ནི་ད་དེའི་ནང་ལ་དང་པོ། དམ་ཆོས་གསུང་རབ Bible གྱི་བརྡ་སྤྲོད་ཐ་སྙད་རྣམས། དར་བ། བོད་ཀྱི་སྐད་ཡིག་ནང་དུ་མ་ཡིག་གི་ཆོས་ཚིག་རྣམས་གཅིག་གྱུར་གྱི་གཏན་འབེབས་བྱུང་མེད་པས། དམ་ཆོས་གསུང་རབ Bible བོད་སྐད་དུ་ཡིག་སྒྱུར། ཞུ་སྐབས། དང་རྒྱུད་མ་ཡིག་གི་ཚིག་དང་ཚིག་དོན་རྣམས་ཞིབ་ཕྲ། ཐོན་མིས་བརྡ་སྤྲོད་རིག་པ། དེང་དུས་བོད་ཀྱི་སྐད་ཡིག་ཚད་ལྡན་ནང་དུ་གཏན་ལ་ཕབ་ནས། འབྱུང་འགྱུར་དམ་ཆོས་ཀྱི་ཐ་སྙད་རྣམས་བོད་སྐད་དུ་གཅིག་གྱུར་གྱིས་རྨང་གཞི་འཇོག་ཐབས་དང། བོད་ཀྱི་སྐད་ཡིག་མཆོག་ཏུ་གཏོང་ཐབས་བྱས་ཡོད། ད་འདིའི་ནང་ལ་ཡང་དམ་ཆོས་གསུང་རབ་བར་ཡོད་ཀྱི་ཐ་སྙད་ནང་ནི་ད་ལྟ་བར་དུ་ད་བོད་ཡིག་བོད་སྐད་ཀྱི་ནང་ལ་ཡང་གཅིག་གྱུར་བྱུང་མེད་པ་དང་གཏིང་ཟབ་པོ་ཅིག་བྱུང་མེད་པ་དེ་ལྟར་མེད་པ་དེ་ལྟར་གསལ་པོ་ཆགས་བསྡད་ཡོད་རེད། དེ་བྱས་ནས། ཨ་ནེ་དམ་ཆོས་གསུང་རབ་ནང་གི་ཚིག་དེ་གི་དེ་ཨ་ནེ་གཅིག་ནས་ཡ་ཚིག་དོན་རྣམས་ཞིབ་ཕྲ་ཉམས་བཞེས་མང་པོ་བྱས་རྗེས་ཞིབ་འཇུག་མང་པོ་བྱས་རྗེས་ད་ཉུང་མཐའ་ལ་ལོ་བཅུ་གཉིས་ཀྱི་རང་ལ་ང་ཚོས་གི་ཞིབ་འཇུག་མང་པོ་བྱས་རྗེས་ཟབ་སྦྱོང་མང་པོ་བྱས་རྗེས་ཨ་ནེ་སྐད་ཡིག་གི་སྐོར་ལ་ཡ་ཞིབ་འཇུག་མང་པོ་བྱས་རྗེས་ཨ་ནེ་ཆོས་གཞུང་གི་སྐོར་ལ་ཡ་ཞིབ་འཇུག་མང་པོ་བྱས་རྗེས་ཨ་ནེ་དེ་ནས་ཡ་ཨ་ནེ་ཚིག་དེ་གི་དེ་གཏན་ལ་ཕབ་རྗེས། ད་ལྟའི་འབྱུང་འགྱུར་མ་འོངས་པ་ཨ་ནེ་དམ་ཆོས་ཀྱི་ཐ་སྙད་ནང་བོད་སྐད་དུ་གཅིག་གྱུར་གྱི་རྨང་གཞི་འཇོག་ཐབས་དང་བོད་སྐད་ནང་ལ་ཡང་གཅིག་གྱུར་གྱི་རྨང་གཞི་འཇོག་ཐབས་དང་ཨ་ནེ་བོད་ཀྱི་སྐད་ཡིག་ཕྱུག་ཏུ་གཏོང་ཐབས་ཨ་ནེ་པ་ང་ཚོ་བོད་གངས་ཅན་ལྗང་གི་སྐད་ཡིག་དེ་ཡང་ཕྱུག་ཏུ་གཏང་ཡག་གི་ཆེད་དུ་རྒྱ་མཚོ་ནང་གི་ཐིགས་པ་གཏུབས་སུ་བྱེད་ཅེས་ཞིབ་བཤེར་དེ་ཞུས་པ་རེད། ཨ་ནི་དེའི་ནང་ལ་ཡང་རྟ་དེང་པོ་དེ་འདུག་ཟེར་བྱས་གཉིས་པ་དེ། དང་ཐོག་དམ་ཆུ། ཞྭ་བཞི་རྙིང་པ་ཨེབ་རི་པའི་སྐད་ཡིག་ནང་དུ་བྲིས་ཡོད་པ་དང། ཞྭ་བཞི་གསར་པ་གྷི་རིག་གི་སྐད་ཡིག་ནང་དུ་བྲིས་ཡོད་པས་སྐད་ཡིག་དེ་དག་ལ་གཏིང་ཟབ་སློབ་སྦྱོང་བྱེད་པའི་གོ་སྐབས་དབྱིན་ཕའི་རྐྱེན་གྱིས་དབྱིན་ཡིག་གི་སྒྲ་མདངས་བཞིན་དུ་མིང་ཚིག་མང་པོ་བྱུང་ཡོད་ཀྱང། དམ་ཆུའི་རྩ་བའི་སྒྲ་དོན་རྣམས་ཨེབ་རི་པ་སྐད་དང་གྷི་རིག་གི་སྐད་ཡིག་ལ་གཏིང་ཟབ་དཔྱད་ཞིབ་བྱས་ནས་གཏན་འབེབས་བྱས་ཡོད་པ་མ་ཟད། ཟེར་ཞེས་ད་ང་ཚོའི་གི་དེ་དབྱིན་འོད་ཚིག་མཛོད་ས་མ་སྐྱེ་ཐང་ཡན་དབྱིན་ཇི་དང་བོད་ཡིག་ག་ཚིག་མཛོད་སོགས་འདྲ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ན་ཡང་རྩ་བའི་གི་ཆ་ནས་ཨེ་ནས་ཧི་བུ་རུའི་གི་སྐད་ཡིག་ནང་གི་ཚིག་དེ་གི་མང་པོ་ཅིག་ཆུ་ཚིག་མང་པོ་ཅིག་ད་དབྱིན་ཇི་ནང་ལ་དེ་བེད་སྤྱོད་བཏང་བསྡད་ཡོད་རོ་ཨ་ནས་གི་རིག་གི་ཆུ་ཚིག་མང་པོ་ཅིག་ད་དེ་དབྱིན་ཇི་ནང་ལ་ད་ག་ནང་གི་བེད་སྤྱོད་བཏང་བསྡད་ཡོད་རེད་ཨ་ནས་ང་ཚོའི་བོད་ཡིག་དང་བོད་སྐད་ག་ནང་ལ་ཡང་ཨ་ནས་དེ་སྐོར་ལ་ཡང་ད་གཏིང་ཟབ་པོ་སློབ་སྦྱོང་བྱས་ནས།

བོད་སྐད་དུ་དམ་ཆོས་ཀྱི་ཐ་སྙད་རྣམས་གསར་བཟོ་དང་གསར་སྣོན་བྱེད་དགོས་པ་དེ་ཙམ་མ་མཆིས། གང་ཡིན་ཟེར་ན་བོད་སྐད་དུ་རྩ་བའི་ཆོས་ཚིག་ཕུན་སུམ་ཚོགས་པ་ཡོད་པས། དམ་ཆོས་ཀྱི་ཐ་སྙད་རྣམས་བེད་སྤྱོད་བྱེད་པའི་སྐབས་སུ། དམ་ཆོས་ཀྱི་ཐ་སྙད་ཚིག་དོན་རྣམས་མཚམས་མེད་དང་ཚིག་དོན་ཏག་ཏག་ཡིན་མིན་གྱི་སྐོར་ལ་བསམ་གཞིགས་བྱེད་དགོས་ངེས་གསུངས་ཙམ་ན། ལྷག་པར་དུ་གྲུབ་མཐའ་གསར་རྙིང་སོགས་རིས་མེད་དམ་ཆོས་ཀྱི་སློབ་དཔོན་རྣམ་པ་དང། དབུ་ཁྲིད་རྣམ་པ། དམ་ཆོས་བཤད་ཁྲིད་གནང་མཁན་དགེ་རྒན་རྣམ་པ། སློབ་སྦྱོང་བྱེད་མཁན་སློབ་མ་རྣམ་པའི་དོ་སྣང་གནང་དགོས་ངེས་ཡིན། ཚིག་མཛོད་འདི་དམ་ཆོས་གསུང་སྒྲ་རྩ་བའི་གཞུང་ལུགས། Bible། ཀུན་བཟང་མེ་ལོང་ཞེས་པ་སློབ་སྦྱོང་བྱེད་མཁན་རྣམས་ལ་དམ་ཆོས་ཀྱི་སྙིང་དོན་དང་བརྡ་སྤྲོད་ཀྱི་ཐ་སྙད་སོགས་སྐད་ཡིག་གི་སྐོར་ལ་སྐད་ངན་མི་འབྱུང་བ་བྱས་ཏེ་ཚིག་མཛོད་འདི་བརྩམས་སྒྲིག་ཞུས་པ་ཡིན། འོ་ད་དེ་ཟུག་བྱས་རྗེས་བོད་ཀྱི་ནང་ལ་ཡང་ནི་ད་ཐ་སྙད་གསར་བ་དང་ཞེ་དྲག་ཟུག་པ་ཟེར་གི་ཡོད་མ་རེད་རྩ་བའི་དོན་ནི་ཆོས་ཚིག་ཕུན་སུམ་ཚོགས་པ་ཡོད་བསྡད་པ་རེད་བོད་པའི་བོད་སྐད་ཀྱི་ནང་ལ་ཨ་ནི། ཕྱོགས་གཅིག་ནས་ཕྱོགས་གཅིག་ནས་གསུང་རབ་ཀྱི་ཚིག་དེ་དེ། ད་གནའ་སྔ་མོ་བོད་སིལ་བུའི་སྐབས་སུ། བཙན་པོ། ད་དེང་སང་ཞིབ་འཇུག་པ་མང་པོ་ཞིག་གིས་བཙན་པོ་རྒྱལ་རབས་ཀྱི་སྐབས་སུ་ནི་ཡེ་ཤུའི་ཆོས་ལུགས་དེ་བོད་ལ་དར་ཡོད་པ་དང། ཨ་ནི་ད་གསུང་གི་གསུང་མཁན་ཡོད་རེད་ཨ་ནི། ད་བོད་སིལ་བུའི་སྐབས་སུ་དེ་ཟེར་བ་ཡོད་རེད་ཨ་ནི། དགའ་ལྡན་ཕབ་སྒྲུང་གི་སྐབས་སུ་ལ། དེའི་བར་དེ་ལ་ད་མང་པོ་ཅིག་ཡོད་རེད་ད་དེ་ནས་མ་ནི་རིམ་པས་རིམ་པས་ད་ད་ལྟ་བར་དེ་ཅི། གང་ལ་གང་འཚམ་གྱི་སྤྱི་ཚོགས་ནང་ལ།

ཨ་ནི་སྐད་ཡིག་གི་སྐོར་ལ་ཡང་སྐད་ཆ་བཤད་སྟངས་ཡིན་ན་རེད་ནམ་ཆུང་སྐད་ཡིག་བེད་སྤྱོད་བཏང་མཁན་ད་ཆུ་བཤད་མཁན་ཡིན་ན་རེད་ཆུ་ཉན་མཁན་ཡིན་ན་རེད་ཆུ་འཆད་མཁན་ཡིན་ན་རེད་ད་ཆུ་ཆུ་ལུག་གི་སྐོར་ལ་བརྩམས་མཁན་ཡིན་ན་རེད་བརྩམས་སྒྲིག་གནང་མཁན་ཡིན་ན་རེད་ཆུ་ལུག་གི་སྐོར་ལ་ཡང་ད་འཆད་སྤེལ་གནང་མཁན་སུ་འདྲ་སུ་དང་སུ་ཡིན་པ་ཡིན་ན་དེ་ང་ཚོའི་གི་རྩ་བའི་གི་ཆུ་ཚིག་དེ་གའི་དེ་ཐ་སྙིད་ད་ཆིག་གི་ཐ་སྙིད་དེ་གའི་དེ་ང་ཚོས་མ་ཤེས་པ་ཡིན་ན

ཡུན་རིང་ནས་དེ་ལྡན་ཁི་སི་ཀྲི་པ་རྣམས་ཀྱི་གསོ་བ་མ་ལམ་སྐྱེས་པའི་མཐུས། ཉིས་སྟོང་བཅོ་བརྒྱད་ལོ་དགུ་པ་རང་ཉིད་ནས་བོད་ཀྱི་སྐད་ཡིག་ནང་དུ་གཏམ་རྒྱུད་གསུང་ར་ཞལ་ཕྱེ་གསར་བ་འགོ་འཛུགས་ཞུས་པ་དང་ཉིས་སྟོང་བཅོ་ལྔ་ལོར་པཱས་ཀྲ་སྐལ་བཟང་ལགས་དང་མཉམ་དུ་ཞལ་ཕྱེ་རྙིང་པའི་ཡིག་སྒྱུར་ཞུ་བཞལ་ཕྱེ་རྙིང་པ་ཡིག་སྒྱུར་ཞུ་བའི་སྐབས་སུ། དམ་ཆོས་ཀྱི་ཐ་སྙད་རྣམས་རིམ་བཞིན་གསོག་འཇོག་བྱས་མཐར། ཚིག་མཛོད་ཆུང་ཆུང་དུ་བྲིས་པ་ཞིག་རེད། བོད་རིགས་དད་ལྡན་ཁི་སི་ཀྲི་བ་རྣམས་ཀྱིས་བོད་སྐད་ནང་དམ་ཆོས་གསུང་རབ་བར་བརྒལ་གྱི་ཐ་སྙད་གང་བྱུང་མང་བྱུང་ཡ་མ་ཟུང་དུ་མི་བཅོས་པར། ཚིག་མཛོད་འདི་ཕན་ཐོགས་ཏན་ཏན་ཡོང་བ་ཡིན། མ་འོངས་པར་དམ་ཆོས་གསུང་རབ་བ་ཡི་བོད་ཀྱི་ནང་དུ་མཆེད་པ་དང་བརྩམས་པ་སྦྱང་བ་སྤེལ་བ་ཉམས་སུ་ལེན་པ་སོགས་ཀྱི་ནང་ཚིག་མཛོད་འདི་གཞོགས་འདེབས་ཞུ་རྒྱུ་ཅི་ཐུགས་མིན་ཡིན། འོ་ད་དེ་ཀྱི་ད་གི་གོང་ནས་ཞུས་པ་ནང་བཞིན་ད་དམ་ཆོས་གསུང་རབ་བ་ཡི་བོ་ཡེ་ཤུ་གི་ཆོས་འབྱུང་འདི།

གང་དག་ཚིག་མཛོད་འདི་གི་ཡང་ནི་ཏན་ཏན་ཞབས་ཀྱིས་གཞོལ་ཐུབ་ཡག་དང་ཚིག་མཛོད་འདི་གི་ཁྱེད་རང་ལ་ཏན་ཏན་ཕན་ཐོགས་ཡོང་ཡག་ད་ཏན་ཏན་ཆགས་བསྡད་ཡོད་རེད་ལྷག་པ་དེ་ཡེ་ཤུའི་ཆོས་ལུགས་མཛད་མཁན་རྣམ་པ་ཚོས་གི་ཡིན་གཅིག་མིན་གཅིག་དེ་ཚིག་མཛོད་འདི་གི་དེ་རག་ཐབས་བྱེད་ཡག་དང་ང་ཚོའི་ཕ་ཚོས་ང་ཚོ་ལ་འབྲེལ་བ་གནང་ཡག་དང།

ཐ་སྙད་མིང་ཚིག་གི་སྒོ་མ་ཡིན་པ། དེ་མཉམ་དུ་ལ་འབྲེལ་བ་ཡོད་པའི་ཚིག་དང། ནམ་རྒྱུན་ང་ཚོས་བེད་སྤྱོད་བཏང་དང་བཏང་བཞིན་པའི་ཚིག་དེ་གའི་དང་ཡང་ང་ཚོས་བའི་སྤྱི་ཐེབས་གོང་ཐེབས་མང་པོ་ཅིག་བསྒྲིགས་ཡོད་རེད། དེ་ནང་ལ་མཉམ་དུ་ཡོད་རེད། ཡང་དོན་གཅིག་མིང་གི་རྣམ་གྲངས་ཀྱི་ཚིག་དོན་མ་འདྲ་བར་དབྱེ་བ་འབྱེད་པའི་ཕྱིར་ཨང་ཀི། དང་པོ། དང་པོ་གཉིས་པ་བསམ་པ་སྐྱེས་རྗེས་དུ་ཟེར་བྱ་ཨ་ནི་དོན་གཅིག་མིང་གི་རྣམ་གྲངས་དེ་གས་དཔེར་ན་ཚིག་གཅིག་ལ་དོན་དག་མ་འདྲ་བ་མང་པོ་ཡོད་གི་དེ་གས་ལ་དོན་གཅིག་མིང་གི་རྣམ་གྲངས་སིནོ་ནིམ་ཟེར་རོ་ཨོ་དེ་གས་དེ་ཡང་ཨ་ནི་ཨང་ཀི་དབྱེ་བ་སྐྱེས་རྗེས་ཨང་ཀི་དང་པོ་གཉིས་པ་ཚིག་གཅིག་ལ་དོན་དག་གཉིས་གསུམ་ཡོད་གི་ལ་ཨང་ཀི་བསམ་དང་པོ་གཉིས་པ་བསམ་པ་བཞི་བ་སྐྱེས་ཨོ་དུ་ཟེར་བྱ་ཞེས་མ་བསྒྲིགས་ཡོད་རེད། སོགས་ཀྱིས་མཚོན་པ་བཅས་ཡོད་དེ་ལུགས་འཚོལ་དབྱིབས་དང་བེད་སྤྱོད་གནང་ཐུབ་པ་ཡིན་ཟེར་ད་དེའི་ལུགས་ཀྱི་དེ་གའི་དེ་ཚིག་མཛོད་གཟིགས་གནང་མཁན་རྣམ་པས་ཡི་གེ་ལྟ་གསལ་པོ་མཁྱེན་གྱི་ཡོད་རེད། ད་དེ་བྱེད་དུས་ད་སྔ་བར་དེ་ལ་ཚིག་མཛོད་འདི་བརྩམས་སྒྲིག་བྱེད་པའི་ཞབས་ཞུའི་དུས་ཚོད་ཐུང་ཞིང་བརྩམས་སྒྲིག་གི་ཉམས་མྱོང་ཨེན་པའི་ཨང་ཀི་སྐྱོན་དང་ནོར་འཁྲུལ་ཅི་མཆིས། མུ་མཐུད་ཚིག་མཛོད་འདིའི་ཞབས་ཞུའི་ནང་ཞན་ཆ་རྣམས་ཡར་རྒྱས་དང་ཆད་ལྷག་རྣམས་ཁ་སྐོང་བྱས་ནས་ཡིག་ནོར་རྣམས་དུས་བསྟུན་སྐྱོན་བརྗོད་བྱེད་བཞིན་འགྲོ་རྒྱུ་ཡིན་པས་ཀློག་པ་པོ་བཅས་ཀྱིས་ཞབས་ཞུ་འདིའི་ནང་མཉམ་ཞུགས་དང་ནོར་བཅོས་ཐུགས་འཕྱག་རོགས་རམ་སོགས་གནང་བ་སྙིང་ཐག་པ་ནས་དགའ་བསུ་ཞུ་རྒྱུ་ཡིན་ལ་དེ་ནི་ལྷ་མི་གཉིས་ཀྱི་ཞབས་ཞུ་དང་ངེད་ཀྱི་ལས་འགན་ཤེས་རྒྱུ་ཡིན་པ་ཐུགས་རྗེས་མ་གནང་བ་ཞུ། ཨ་ནི་ང་ཚོའི་ཚིག་མཛོད་འདི་ནམ་རྒྱུན་དཔེ་དེབ་དེ་གའི་འབྲི་གཡག་གི་ཉམས་མྱོང་ཕུན་སུམ་ཚོགས་པ་ཅན་རྨིས། ཨ་ནི་དེ་རྗེས་དུས་མཚམས་པར་ལ་ང་ཚོས་གི་སྒྲིག་གཏོང་རྣོ་ཡ་དང་ཚིག་གི་ལ་སྐྱོན་ཤོར་ཡ་དང་ཡང་མང་དག་ནོར་འཁྲུལ་བརྒྱ་ཆ་བརྒྱ་ཡང་དག་པ་ཅིག་ཡོད། ཡོད་མ་རེད་བ་ད་ང་ཚོས་སྐྱོབ་རྒྱུའི་ཁོངས་རེད་མ་གཏོགས་གཞན་སུ་བྱས་བརྒྱ་ཆ་བརྒྱ་མེད་དུས་མཚམས་པར་ལ་ཨ་ནི་ཁྱེད་རང་ཚོས།

ཡེ་འོ་ནི་ཁྱེད་རང་གི་སྐད་ཡིག་སྐོར་སློབ་སྦྱོང་གནང་མཁན་ཡིན་ན་རེད་ཁྱེད་རང་ཆོས་ལུགས་སྐོར་སློབ་སྦྱོང་གནང་མཁན་ཡིན་ན་རེད། ད་ནང་པ་ལྷན་རྒྱས་ཚང་མ་ལ་ང་ཚོས་རེ་བ་ཞུ་གི་ཡོད་གུས་པས་རེ་བ་ཞུ་གི་ཡོད་ཡ་ཁྱེད་རང་གི་དེའི་ནང་ལ་ཡ། ང་ཚོས་ཁ་གཞང་ཐོག་ལ་འབྲེལ་བ་གནང་རྗེས་ང་ཚོ་ལ་ཡ། ཁྱེད་རང་གི་ནོར་འཁྲུལ་དང་ནི་ཐུགས་འཕྱ་རོགས་རམ།

ད་ག་ས་ཡོག་གིས་མ་འོངས་པར་མུ་མཐུད་ང་ཚོའི་སྙིང་ཐང་གསར་པ་བཟོ་ཡག་དང་ད་དུང་ང་ཚོ་ལ་ང་ཚོའི་ཁ་སྐྱོང་ཐོག་ལ་འབྲེལ་བ་གནང་ཡོང་རོགས་གནང་ཞུ་བ་ཡིན། ཨ་ནེ་དོན་ལྡན་ཆེན་པོ་ལགས་ཀུན་སྤྱོད་ཀྱི་སྤྱན་ལམ་གནང་བ་སྨོན། ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས་ཞུ།